ད་མ་འོངས་པ་ཡོང་རྒྱུ་བདེ་བའི་གི་ཨ་ནི་ང་རང་ཚོ་ཡུལ་གྲུ་པར་འདི་ཚོ་ཡིན་ན་སླེ་རྒྱུ་བདེ་བ་འདི་ཚོ་ཡིན་ན་རེད། ད་ད་རེས་ནི་ང་རང་ཚོ་གི་ཅིག་གོམ་པ་གསར་བ་ཅིག་སྤོས་བ་ཡིན་ན། དང་པོ་དེ་ལ་ཨ་ནི་ག་དུས་ཡིན་ནས་ནམ་ཡང Personal Share བྱེད་ཡས་ཡོད་མ་རྟ Personal སོ་སོའི་གི་སྒེར་གི་ཅིག་བྱེད་ནང་མིའི་སྐོར་བྱེད། ནམ་ཡང་ཨ་ནི་བཤད་ཡས་ཡོད་མ་རེད་གང་ཡིན་ཟེར་ན། ནང་མི་གི་སྐོར་ལ་སྤྱི་བཏང་གི་ཨ་ལེ་ཉེ་ལ་ཁྱོད་རང་ལ་བཤད་ཡས་ཀི་ཐོབ་ཐང་ཡོད་མ་རེད་དང་པོ་དེ་ལ། ད་མི་ལ་སྐྱོན་བརྗོད་བྱེད་ཡས་ད་ཕག་བཞག་མི་གི་མིང་བཏོན་ཡས་དེ་ད་ཕག་བཞག་སྐྱོན་བརྗོད་བྱེད་ཡས་དེ་ཐོབ་ཐང་སྐོར་ལ་ཡོད་མ་རེད། རེད་བ། དེའི་ནང་ནས་ཨ་ནི་ནང་མི་ལ་ད་ངས་གི།

ད་གཞན་པའི་སྐོར་བཤད་ཆོག་མ་རེད་ལ་ན་ག་འདྲས་ཅིག་ལབ་ཡོད་རེད་ལ་ན། གཞི་མེད་སྐྱོན་བརྗོད་བྱེད་བཞིན་དོ། ཅིག་མེན་པ་ལ་ཡིན་པ་བཟོས་ཡིན་པ་ལ་མེན་པ་བཟོས་ཉིས་བཟོས་དོ་ད་འདི་ཁྲིམས་འགལ་ཆེ་ཤོས་ཅིག་ཆགས་ཀྱི་ཡོད་རེད། དེ་བཟོ་རིགས་འདི་མ་བྱས་ནས་ཡག་པོ་ཡོད་རེད། ད་རེས་མ་ཉར་ན་སང་ཉིན་ཉང་གི་རེད་སང་ཉིན་མ་ཉར་ན། གཏན་བདེའི་ཉི་མ་གཅིག། དཀའ་ངལ་ཆེན་པོ་གཅིག་གང་ལ་ཁྲི་དང་བརྒྱད་རེད། དཀའ་ངལ་གཅིག་གང་ལ་གཅིག་གཅིག་གང་ལ་གཅིག་རྩ་བའི་རེད། ཨ་ནི་སོ་སོའི་གྲོགས་པོ། བློ་གཏད་ས། ཡིད་ཆེས་བྱེད་ས་ཉུང་རུ་ཉུང་རུ་ཉུང་རུ་འགྲོ་གྲོགས་པོ་འཕགས་འཕགས་འཕགས་འགྲོ་རེད། དེའི་ནང་ནས་ལྟེ་བ་བསླབ་བྱ་གཅིག་ག་རེ་ཡོད་ལབ་བ་ཡིན་ན།

Controversy ད་མང་པོ་ཅིག་ང་ཚོ་བོད་པའི་གི་ལས་དབང་དེ་ག་རེད་ད་བསམ་བློ་ཞིག་བཏང་སྟེ་ཡག་པོ་བསམ་བཏང་སྟེ་ང་ཚོ་བོད་པ་དེ་ཚོ་དཔེ་མྱང་གི་ཡོད་རེད་ག་ཤེད་དཀའ་ངལ་འཕྲད་ནས་རེད་བ་དཀའ་ངལ་འདི་ང་ཚོ་གི་ཤེད་ཐུག་གི་ཡོད་མ་རེད་སྤྱི་ཚོགས་དྲ་ལམ་ནང་ལ་དེང་སང་འཛམ་བུ་གླིང་འདི Social Media གི་ད་དབང་ལ་བསྒྱུར་བསྡད་འདུག་གང་ལ།

དཀའ་ངལ་མྱངས་མྱོང་དུས་མ་འོངས་པ་ལ་གཞན་པ་ལ་མྱངས་ཀྱི་མ་རོགས། ད་བོད་པ་དཀའ་ངལ་ཚང་མ་མྱངས་ཡས་འདི་ཚོ་ཚང་མ་རོགས་བསམ་བློ་ཡག་པོ་ཅིག་བཏང་ན་རོགས་དཀའ་ངལ་ཕྱེད་ཀ་འདི་ང་ཚོ་གི་རྡོག་ལན་བྱེད་ཐུ་ཡས་ཀྱི་ཡོད་རེད་སྐད་ཆ་བཤད་ནི་རོགས། ད་ཡོ་རོབ་ནང་ལ་དམིགས་བསལ་གྱི་ང་རང་ཚོ་བོད་པ་འདི་ཚོ་དཀའ་ངལ་ཞུ་དུ་བ་ལས་ཀ་ལ་ཡང་ལས་ཀ་ཁག་པོ་ཀྱང་ཀྱང་བྱས།

གཞན་པ་དེ་ཚོ་སེམས་ནང་བཞག་རྒྱུ་ཡོད་མ་རེད་སྣང་མེད་བཏང་ནས་ཀློག་རྒྱུ་ཡོད་མ་རེད་འདི་གལ་ཆེན་པོ་རེད་དེ་ནས་ག་དུས་ཡིན་ན་ནང་མི་སྐོར་ལ་ཁྱོད་ནས་བཤད་རྒྱུ་ཡོད་མ་རེད་སོ་སོ་ནང་མི་སྐོར་དང་སོ་སོ་སྤུ་གུ་བུ་རྒྱུད་དེ་འདྲས་གཅིག་གི་ནང་ལོག་ལ་ཁྲིད་ནས་སྟོན་ཡས་དང་སྐད་སྐད་ཆ་བཤད་ཡས་དོ་ཁྱོད་ནས་བྱེད་རྒྱུ་ཡོད་མ་རེད་ང་ཚོ་སྤྱི་ཚོགས་དེ་དཔེ་སེན་སི་ཏིབ་རེད།

ང་ཚོས་དུས་རྒྱུན་གྱི་ད་སུ་སུ་གི་དགའ་མོས་ཀྱི་ཐོག་ནས་སྐད་ཅིག་བཤད་ཡས་འདི། མི་ཕ་ཅོག་དགའ་མོས་བྱེད་ཉེན་དེ་ཚོ་ལ་ཡང་བསྔགས་བརྗོད་བྱེད་ཡས་དང། རོ་ཨ། སུ་སུ་གི་ཡིན་ཟབ་བྱེད་ཡས་དང། དེ་ཚོ་བྱེད་ཡས་འདི་དཔེ་གལ་ཆེན་པོ་རེད། སྡུག་བ་དེ་ཚོ་སྤྱི་ཚོགས་ཀྱི་ནང་ལ་སྡུག་རི་སྡུག་ཚད་བཤད་དེ་ཉིན་མང་པོ་ཡོད་རེད། ད་སྡུག་རི་དེ་ཚོ་བཤད་ཉེན་དེ་ཚོ། ཁོ་རང་ཚོ་དུས་ཚོད་སྐབས་དང་དུས་ལ་ཡང་གནད་འགག་གནས་སྟངས་ཅིག་འཁེལ་གྱི་ཡོད་རེད་ག་ཤེད།

ཉི་མ་རྟག་པར་ཞིག་སྡུག་བསྔལ་ཁྱི་འུ་མ་རེད་གཉིད་སྐྱིད་འུ་ཁུག་འུ་རེད་གཞན་པ་ལ་རྒྱག་རེས་རྒྱག་འུ་མ་རེད། འདི་དཔེ་གལ་ཆེན་པོ་རེད། ད་བསམ་བློ་བཏང་ད་ར་བ YouTuber ཁ་ཤས་ཀྱི་ནང་ཁུལ་ལ་འཛིན་གྱི་འདུག་ཨ། ད་ཁོ་ཚོ་གྱི་གདོང་ལ་ལྟ། སྐད་ཆ་འདི་བཤད་བའི་བརྒྱུད་རིམ་གྱི་གདོང་རྣམ་རྒྱུ་ལུས་ངག་ཡིད་གསུམ་ལ་ལྟ་ད་ར་བ་ལུས་ངག་ཡིད་གསུམ་ལ། འཇིང་པ་ནས་རྩ་དོན། སྐད་རྒྱབ།

དེ་ཚོ་གཟིགས་དར་བ་དེ་ཚོ་གོ་བ་ཆ་ཚང་ཅིག་ཁྱེད་རང་ཚོ་ལོང་ཐུག་རེད་ཨ་ཡེམ་མི་སེར། འཛམ་བུ་གླིང་མི་སྐད་ནས་ཆེ་བཟུང་ལ་རོ། མི་གཅིག་མི་གཅིག་སོ་སོ་སོ་སོ་གི་ལོ་རྒྱུས་ཀྱི་ནང་ལ history མེད་བ་ཡོད་མ་རེད་འཛམ་བུ་གླིང་གི་ནང་ལ་འཛམ་བུ་གླིང་གི་ནང་མི་གཅིག་ཡོད་མ་རེད history མེད་མགྱོགས་ཀྱི་མི་རོ།

གི་སྐྱོན་བརྗོད་བྱས་བ་ཡིན་ན། མི་འདི་གི་ཨ་ནེ་སེམས་ཁམས་དང Business དང་ཚང་མ་ལ་གནོད་སྐྱེལ་གི་ཡོད་བ་ཡིན་ན་གལ་སྲིད་མི་གཅིག་གི Business གཅིག་མེད་བ་ཆགས་གི་ཡོད་ན་ད་ལྟ་སོ་སོ་ག་རིགས་ཀྱི་དབང་དུ་བཏང་ནས་རོགས་ཁང་པ་གི་དཀའ་ངལ་དང་ག་རིགས་ཐོག་ལེན་ན་དཀའ་ངལ་གྱི་ཆགས་ནས Business མེད་བ་ཆགས་སོང་ན། ང་མི་འདི་གི་སྐྱོན་བརྗོད་བྱེད་ནས་ང་ནག་པོ་ཆགས་ནས Business མེད་བ་ཆགས་སོང་ལ་ན། ལོགས་སུ་བྱས་བ་ཡིན་ན། མི་དེ་གི་རིན་ཐང་གར་ཆག་གི་ལ་ན་དང་པོ་ཉེ་ལ་སེམས་ཁམས་ཀྱི་སྡུག་བསྔལ་གྱི་ཐོག་ནས་རོ་ལོགས་སུ་གཅིག། ཚོང་གི་མ་བསྡིབས་ནས་དཀའ་ངལ་གཅིག། ཡུལ་གྲུ་པར་དེ་གི་མཐའ་སྡོམ་ངས་གར་ཞུ་དགོས་ལ་ན། ག་དུས་ཡིན་ན། ཁ་མ་གདངས་ཉེ་ལ་བསམ་བློ་བཅུ་བཏང།

ག་དུས་ཡིན་ན་སུ་སུ་གི་ནང་མི་སྐོར་དང་དགའ་རོགས་སྐོར་དང་བཤད་དགོས་ཡ་ཡོད་མ་རེད་དེ་ཚོ། འདི་ཁྱེད་རང་ཚོ་གི་བཤད་པ་ཡིན་ན། འདི་གི་མི་གི་བྱུག་ནས་ཨ་ནི་མ་ཉེས་ཁ་ཡོག་བྱེད་ནས་སྐད་ཆ་འདི་བཅུ་རིགས་བཟོས་ནས་ཨ་ནི་མ་ཉེས་ཁ་ཡོག་བྱེད་ནས་མི་གི་རྣ་བ་མ་འགྲོ་ཉེས་ཅིག་གི་བཟོས་ནས་མི་ནག་པོ་བཟོས་ཡོད། ག་དུས་ཡིན་ནས Personal དེ་ཁྱི་ཡས་ཡོད་མར་ག་དུས་ཡིན་ནས་ཨ་ནི་ཁྱེད་རང་གིས་མི་གཞན་པ་ལ་བཤད་ཡས་ཀྱི་ཐོབ་ཐང་ཡོད་མར་ད་དམིགས་བསལ་གྱི་ནང་མི་སྐོར་ལ་རོ་ཨ་དེ་ཚོ་བསམ་བློ་ཡག་པོ་བཏང་ནས་ན་པ་ཚོ་ཕྱག་ལས་གནང་དགོས་རེད་ཨ་ནི་དེ་འདྲས་ཀྱི་ཡིན་ན་པ་ཚོ་ཨ་ནི་ཚང་མ་ལ་ཚེ་རིང་ལོ་བརྒྱ་ཞུ་ཡས་ཡིན།